དང་པོ། ད་མཇེ་སྡིག་གི་དབྱེ་བ་དང་པོ། རིག་པ་སྣ་ཚོགས་ཀྱི་མཇེ་སྡིག་གི་གང་འཕྲལ་ཡིན་པ་དང་ཨ་ནི་མཇེ་སྡིག་གི་ཚིག་ལབ་ན་འདྲ་ཕྲད་ལབ་ན་འདྲ་དེ་ཚོ་ག་ཚོད་ཡོད་པ་དང་ཨ་ནི་དབྱེ་བ་ག་ཚོད་ཡོད་པ་ང་ཚོ་གོང་ནས་ཞུས་ཚར་བ་རེད་པ། ད་ང་ཚོ་གི་དབྱེ་བ་དང་པོ་མཇེ་སྡིག་གི་དབྱེ་བ་དང་པོ། དབྱེ་གཞི་གཅིག་ལས་རྣམ་གྲངས་དུ་མར། འབྱེད་པ་ཟེར་བ་དེར་དབྱེ་གཞི་གཅིག་ལས། རྣམ་གྲངས་དུ་མར་འབྱེད་པ་ཟེར་བ་དེར་ཐིག་གི་དཔེར་བརྗོད་དེ་ང་ཚོས་དབྱེ་གཞི་ཟེར་བ་དེ་ག་རེ་ཡིན་པ་དང་དབྱེ་བ་ཡིན་པ་ག་འདྲ་ཡིན་པ་ངས་གོང་དུ་སོང་ཞུས་ཚར་བ་རེད་པ། འོ་དེ་རྒྱུ་མཚན་གྱིས་དང་པོ་ང་ཚོ་གི་སློབ་ཚན་ནང་ལ་ག་རེ་བྲིས་འདུག་ལབ་པ་ཡིན་ན། བོང་བུ་ནི་ལྔ་སྟེ། གཟུགས་སམ་ཚོར་བའམ་འདུ་ཤེས་སམ་འདུ་བྱེད་དམ་རྣམ་པར་ཤེས་པའོ། རྣམ་པར་ཤེས་པ། རྣམ་པར་ཤེས་པ་རྣམས་ཨོ་ཛི། རྣམ་པར་ཤེས་པ་ཨོ་ཛི་ནི་ད་ཐ་མ་དེ་ལ་རྫོགས་ཚུལ་སྦྱར་འགྲོ་བ་སྟེ། འདིའི་ནང་ནས་ད་ང་ཚོ་གི། ཡེ་ཤེས་ཟེར་བ་དེ་ག་རེ་རེད་ཟེར་ན། ཕུང་པོ་ཟེར་བ་དེ་ཕུང་པོ་ཟེར་བ་དེ་ཡེ་ཤེས་རེད། ཨ་ནི་དེ་ནི་རྣམ་གྲངས་གཞན་དང་རྣམ་གྲངས་གཞན་ཟེར་རྒྱུ་དེ་ག་རེ་རེད་ཟེར་བ་ཡིན་ན། ད་ཕུང་པོ་དེ་ཡེ་བ་ཡིན། ག་ཚད་དེ་རྣམ་གྲངས་ག་ཚད་འདུག་ལབ་པ་ཡིན་ན། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་དང་ལྔ་འདུག་བ། ལྔ་པོ་རེད།

ང་ཚོ་སྨན་ཚིག་ཏུ་ཚོར་བ་མཐའ་མེད་ཅིག་ཡིན་འགོར་བ་མཐའ་མེད་དཔེར་ན་ཚོར་བ་ལ་ན་ཚོར་བ་དེ་ཡང་དེ་བ་སྟེ། འདི་རྗེས་འཇུག་མེད་པ་རེད་མཐའ་མེད་ཟེར་བ་དེ་རེད་དེ་རྒྱུ་མཚན་གྱི་མཐའ་མེད་ཀྱི་མཐའ་ལ་ག་རེ་སྦྱར་དགོས་ཟེར་ན་ཨམ་ཟེར་བ་དེ་སྦྱར་དགོས་རེད། འདི་ང་ཚོ་ཀ་ང་ཏ་ན་པ་མ་ཧ་ཟེར་བ་དེ་གི་ཨ་དེ་སྦྱར་དགོས་ཀྱི་ཡོད་རེད་རྗེས་འཇུག་དེ་སྦྱར་ནས་ད་མཐའ་མེད་རྣམས་ཀྱི་མཐའ་ས་ཨ་དེ་སྦྱར་དགོས་ཀྱི་ཡོད་རེད་དེ་རྒྱུ་མཚན་གྱི། ཚོར་བ་ཨམ་ཟེར་རྒྱུ་མཚན་དེ་རེད། ཨ་ནི། དྭ་ཕྲོག་ཐོབ་པའི་གི་རྗེས་སུ་གཏམ་གཅིག་རྒྱག་དགོས་གི་ཨོ་དེ་གཉིས་ཀ་ལྟའི་དམིགས་བསལ་རེད་དེ་ངེས་དགོས་གི་ཡོད་དེ་གཙོ་བོ་ངེས་དགོས་གི་ཡོད་རེད་དེ་འདྲ་བ་གཅིག་གཅིག་ཨ་ནི། བཟོད་ཚོར་བ་སམ་འདུ་ཤེས་སམ་ཟེར་གྱི་འདུ་ཤེས་དུ་འཇུག་གི་ཤེས་དེ་གི་རྗེས་འཇུག་ས་རེད་བ་ས་གི་རྗེས་སུ་རང་འདྲ་ས་གཅིག་དྲི་དེ་ལ་རྗེས་འཇུག་མ་བརྒྱབ་ན་གཟུགས་སམ་གཟུགས་སམ་ཚོར་བ་འདུ་ཤེས་སམ་ཟེར་བ་དེ་རེད། རྣམ་པར་ཤེས་པ་ཨོ་ཟེར་རྣམ་པར་ཤེས་པ་མཐའ་དམག་དེ་ལ་རྫོགས་ཚིག་ཅེས་སྦྱར་སོང་ང་ཚོས་རྫོགས་ཚིག་ཏུ་སོགས་གོང་ནས་གསུང་ཞུས་ཚར་བ་རེད་ཨ་ནི་རྫོགས་ཚིག་ཅེས་སྦྱར་སོང་དེ་ནི་དེ་ཁོ་རང་གི་སྡེ་ཚན་དང་པོ་དེ་རྫོགས་ཚར་བ་རེད་ཨོ། མཇེ་དི་ཟེར་བ་དེ་གི་ཁྲེས་བཞག་སྟོང་དེ་ཁོ་རང་གི་དེ་འདྲ་བོ་གཅིག་གྱིས་ཨ་ནི། དཔེར་བརྗོད་གཉིས་པ་དེ་ག་རེ་བཞག་འདུག་ལབ་པ་ཡིན་ན་ཨ་ནི། དབང་པོ་ཟེར་བ་རེད་དབང་པོ། དབང་པོ་ནི་ང་སྟེ། ཨ། མིག་གམ་རྣ་བའམ་སྣའམ་ལྕེའམ་ཟེར་ནས་ང་ཚོ་གི་ཇི་མཐའ་མའི་རྣམས་ཀྱི་དག་ས་ཨམ་ཡོང་ཡ་དེ་གི་དཔེར་བརྗོད་དེ་ནི་ཨམ་ཟེར་ཡ་དེ་ལྷན་དུ་ཨ་དེ་འདྲ་ཨ་ནི་ལུས་སོ་ཟེར་ནས་ད་མཐའ་མ་མཐའ་མ་དེ་ལུས་སོ་ཟེར་ནས་ད་རྫོགས་ཚུལ་གྱི་སྦྱར་སོང་ཨ་འོ་དེ་ལ་འཇལ་དེ་གི་ཕྲད་སྦྱར་སྟངས་དེ་དེ་འདྲ་བ་ཅིག་རེད། ང་ཚོ་གི་འདི་ཚོ་ཚང་མ་དཔེར་བརྗོད་རེད་དཔེར་བརྗོད་དེ་གི་ག་རེ་བྱས་ན་ད་ང་ཚོ་གི་འཚོ་བ་དང་ཡང་ན་དཔེ་ཆ་དང་དེ་འདྲ་གི་ནང་ལྟ་ན་མང་པོ་ཞིག་ཅིག་ཡོང་གི་རེད་ཡིན་ན་དེ་ནང་ནས་དཔེ་མཚོན་ཙམ་ལས་མ་བྱས་ཏེ་ཚང་མ་ལས་དེ་ནི་ང་ལ་ཡོང་ཐུབ་ཀྱི་ཡོད་མ་རེད། ཨ་ནི་དེའི་རྒྱུ་མཚན་གྱིས། རྣམ་གྲངས་དེ་འདྲ་གི་མང་པོའི་འབྲེལ་ཡག་དང་དབྱེ་གཞི་དང་དབྱེ་བ་ང་ཚོ་དཔེ་ཆ་དང་ཚང་མ་འོག་ཏུ་མ་ཡིན་པར་ང་ཚོ་སྤྱིར་བཏང་གི་ལབ་པ་ཡིན་ན་ང་ཚོའི་འཛིན་ང་ཚོའི་འཛིན་གྲྭ་ལ་མི་གསུམ་ཡོད་དེ། ཨ་ནི་བཀྲ་ཤིས་སྒྲོལ་མ་དེ་དེ་འདྲ་གི་ང་ཚོ་གི་རིགས་མང་པོ་རྣམ་གྲངས་དུ་མ་འབྱེད་པ་ཅིག་ཡོད་རེད་བ་འོ་དེ་འདྲ་བའི་སྐབས་སུ་ང་ཚོས་དང་སྒྲ་དེ་རྒྱ་ནང་འབྲི་གི་ཡོད་རེད་ཡང་ན།

ཨ་ནི་ནེ་ལི་ཐར་ར་མི་ཐར་ར་ལབ། རྟག་པ་ཟེར་བ་དེ་ང་ཚོ་ཤེས་པ་དང་གོ་རོ་ང་ནེ་ལི་སྨན་དུ་གསལ་བ་ཡིན་ན་ནེ་ལི་ཐར་ར་མི་ཐར་ར། དེ་ནི་རམ་ཟེར་རྒྱུ་ཇི་སླེབས་སོང་ཐར་ར་ཐར་ར་ཟེར་བ་དེ་གི་རྗེས་འཇུག་ར་རེད་འདུག་ར་གི་རྗེས་སུ་རང་འདྲར་ཟེར་ས་འདུག་གོ་རང་འདྲ་པོ་དེ་ག་རེ་རེད་ར་གི་འདྲ་པོ་དེ་ར་རེད་པོ་ཨོ་དེ་རྗེས་སུ་མ་ཡིག་སྦྱར་ནས་ཐར་རམ་མི་ཐར་ར། ཨ་ནི་རྣམ་གྲངས་གཞན་དུ་སླེབས་སོང་རྣམ་གྲངས་རྣམ་གྲངས་ཐ་ར་ནེ་ལི་ཐ་ར་ཛི་ནི་ན་གཅིག་རེད་རྣམ་གྲངས་མང་པོ་ཅིག་ཡོད་མ་རེད་བ་ཨ་ནེ་རྣམ་གྲངས་གཞན་གཅིག་ལས་ཙོ་ཨ་མི་ཐ་ར་ཛི། དེ་གཉིས་ཀའི་བར་ལ་འཇི། འདི་འཇི་དི་གི་ཚེ་དེ་ལ་ཟི་ཐ་རམ་ཛི་རྒྱུ་དེ་སླེབས་སོང་བ་འོ་དེ་རེད། དེ་ལ་འདི། རྟག་པ་དང་འབྲི་བའི་སྒོ་ནས་རྣམ་གྲངས་གཞན་དང་འཇི་པ་ཟེར་བ་དེ་དེ་འདྲ་བ་ཅིག་རེད་ཨ་ནེ་དཔེར་བྱ་ཞེ་ན་དཔེར་བརྗོད་གཉིས་པ་ལས་གར་བྱང་དུ་ན་ཤེས་རབ་ཆེ་འམ་མི་ཆེ། ཤེས་རབ་ཆེན་པོ་རེད་དམ་མ་རེད་ཟེར་ནས་ང་ཚོ་གི་གཏམ་ཟེར་ཡག་ཅིག་ལོས་ཡོང་ང་ཚོ་གི་ལྟ་ནོར་དཔེར་བརྗོད་ཞན་པ་ཅིག་ཕེར་ཆགས་བྱུང་བ་ཡིན་ན། ང་ཚོ་ཟ་ཁང་ནང་འགྲོ་ནས་ཁ་ལག་ཅིག་འདེམས་ཁ་རྒྱག་པ་ཡིན་ན། མ་རེད། དཔེར་ན། ཤ་ཟ་འམ་ཤ་ཡོད་ཟ་གམ་ཤ་མེད་ཟ་ཤ་ཡོད་ཟ་འམ་ཤ་མེད་ཟ་དེ་འདྲ་བ་ང་ཚོ་གི་དེ་འདྲ་རྟག་པ་དང་འབྲི་བའི་སྒོ་ནས་ད་ང་ཚོ་གི་མཇལ་དུ་བརྒྱ་སྟོང་ཅིག་འདུག་བ་འོ་རིགས་དེ་འདྲ་བོ་གི་རིགས་ཚང་མ་དེ། འདི་ག་ལ་དགོས་ཟེར་ན་ང་ཚོ་གི་འབྱེད་སྡུག་གི་དབྱེ་བ་གཉིས་པ་དེ་ནང་ལ་ཚུད་འགྲོ་གི་ཡོད། ཨ་ནི་ད་འབྱེད་སྡུག་གི་དབྱེ་བ་གསུམ་པ་དེ་ལ། གདམས་ངག་གི་སྒོ་ནས་རྣམ་གྲངས་གཞན་དང་འབྱེད་པ་ཟེར་རྒྱུ་དེ་རེད། དེ་ག་རེ་འདྲ་བོ་གདམས་ངག་ཟེར་བ་དེ་ག་རེ་འདྲ་བོ་ཟེར་ན་དཔེར་ན་ཁྱེད་རང་ང་བྱ་བ་རིགས་མང་པོ་བྱས་ན་དེའི་ནང་ནས་གཅིག་འདེམས་དགོས་ཀྱི་ཡོད་རེད་དེ་ལ་ཁྱེད་རང་ལ་ག་རེ་འདེམས་ན་གཅིག་འདེམས་ཆོག་གོ་ཟེར་ན་དེ་ལ་གདམས་ངག་ལ་དགོས་རོགས་གདམས་ངག

གཟིགས་དགོས་སམ་བསྐུལ་དགོས་ལ་བསྐུལ་ལ་ན་ང་ཚོ་གཏུག་ལོག་ཆོས་ཧ་ད་ཚོ་ལ་བསྐུལ་ལབ་གི་རེད་པ་ཧོ་དེ་ཁྱེད་རང་ལ་ས་ཡ་དགོས་གི་ཡོད་དེ་ཡང་ན་གཏུག་ལོག་དགོས་གི་ཡོད་ཟེར་ན་ནི་ང་ཚོ་གི་གྱོན་ཆི་དགོས་གི་ཡོད་ཟེར་ནི་དེ་འདྲ་བའི་ཉིན་ནི་རམ་གྲོགས་གཞན་པ་གཉིས་དེ་ནི་འདེམས་ཁ་རྒྱག་གདམ་ང་རྒྱག་འདུག་ཨོ་དེ་འདྲ་བའི་འདོད་ན་ཕེར་ཆག་བཞག་ན་ཁྱེད་རང་ག་ལ་དགོས་རེད། གྲྭ་བ་གཅིག་ཡིན་ནམ། ཨ་ནི་སློབ་གྲྭ་ལ་འགྲོ་གི་ཡིན། འོ་སྟེ་འགྲོ་གི་དམ་ཁ་རྒྱག་ཅིག་དོ། ཨ་ནི་བསིལ་དགོས་སམ་ཨ་ནི་སྐུལ་དགོས། ཨ་ནི་རྔུལ་དགོས་སམ། ཡང་ན། ཨ་ག་རེ། སློབ་གྲྭ་ལ་འགྲོ་གི་ཡིན། དེ་འདྲ་གི་ད་འདམ་ཁ་གི་རིགས་མང་པོ་ཅིག་སྤྲད་གི་འདུག་བ། འོ་དེ་ཚོ་ཚང་མ་སྟེ། འདམ་རྔུལ་དགོས་ནི་རྣམ་གྲངས་གཞན་དང་འབྱེད་པ་ཟེར་བ་དེ་རེད། ཨ་ནི་ད་ང་ཚོ་འབྱེད་དེ་གི་དབྱེ་བ་གསུམ་པོ་དེ་གི་དཔེ་མཆོག་དང་དཔེར་བརྗོད། མདོར་བསྡུས་མདོར་བསྡུས་ཤིག་དེ་ཙམ་གྱིས་ཆོག་པར་བྱ་གི་ཡིན། ཨ་ནི་ཡང་ང་ཚོ་སྡེ་ཚན་གཞན་པ་རིགས་དེ་ཚོ་ང་ཚོ་སྡེ་ཚན་ཇི་མང་ནང་ནས་ཡང་བསྐྱར་ལབ་གི་ཡིན་ཐུགས་རྗེ་ཆེ།